འོ་དེ་རྗེས་ཡོང་དུས་ངས་སྐབས་སུ་བབས་པའི་རྗེས་ཆགས་དེ་རེད་མ་གཏོགས་ཨ་ནི་ཀརྨ་པ་མི་བྱེད་རྡོ་རྗེ་གི་སྐུ་ཚེ་སྐྱིད་ལས། བླ་མ་སུ་དང་འབྲེལ་བ་བྱས་རེད་སློབ་མ་ག་ས་ཡི་བ་རེད། བླ་མ་ག་ས་ཡི་བ་དེ་སྐོར་བཤད་གི་ཡོད་མ་རེད། སྐབས་སུ་བབས་པའི་རྗེས་ཆགས་གཙོ་བོ་དཔའ་བོ་རིན་པོ་ཆེ་དང་ཀརྨ་པ་པ་གི་འབྲེལ་བ་དེ་བཤད་པ་རེད་ད་ལྟ་ཁོས་ཉན་ཤེས་ཡོད་མ་རེད་ཤ་མ་ལགས་མི་འདུག་ཟེར་ཧ་ལས་ལས་བྱས། དེ་ནི་བཀའ་སྤྱི་བརྒྱ་ཡས་ཚད་དྲུག་ཡོད་རེད་ངས་ཁ་ཚོན་ལ་ཡོད་པ།

སྐད་ཆ་དེ་བཤད་ཚར་རྗེས་དེ་ལ་ཡག་པོ་ཅིག་གོ་བ་ལེན་དཀའ་ཚེ་བབས་པའི་བརྗེད་བྱ་ག་རེ་རེད་འདུག་ནོར་ལྡན་ག་རེ་རེད་བཞག་དེ་ཚོ་ཡག་པོ་ཅིག་ཉན་ལ་ལེན་སྤྲད་གི་རེད་མ་གཏོགས་ཨ་ནི་སྨྱོན་པ་གི་སྐད་ཆ་འདྲ་པོ་ཆགས་ཡོང་གི་ཡོད་བ་རེད་ཁྱོད་རང་ཚོ་ཀླད་པ་དེ་དངོས་ནས་ཆུ་འདྲ་ཅན་འཛུགས་བསྡད་ཡོད་ལ་ཡིན་ན་སྨྱོ་སྟངས་བཤད་བསྡད་ཀི་འདུག་བ།

བཀའ་བརྒྱུད་རྒྱལ་བ་ཞྭ་དམར་ནོར་གཉིས་ཟེར་ཡ་དེ། བཀའ་བརྒྱུད་ཡབ་སྲས་རྒྱལ་བ་ཞྭ་དམར་ནོར་གཉིས་ཟེར་རྒྱུ་དེ་བླ་སློབ་ལ་དཔེ་གལ་ཆེན་པོ་གཅིག་བྱུང་བ་རེད། དེ་བདེན་པ་རེད། ཡིན་དང་ཡང་ཞྭ་དམར་རིན་པོ་ཆེ་གི་ཚུར་བུ་རྒྱག་ས་ཞིག་ཉོས་ཟེར་གི་ལོ་རྒྱུས་ཡིག་ཆ་གཅིག་ནང་ཡོད་པ། ཚུར་བུ་རྒྱག་ས་ཁོ་རང་ཡོད་རེད།

དེ་དག་གི་དཔལ་ཆེན། ད་འགྱོད་ལྡན་མང་པོ་ཅིག་གིས་གཞི་བདག་ཡས་འོད་འདུ་བོད་ལ་ཡར་ཕེབས། དེའི་སྐབས་སུ་ལ་ཨ་ནི་སྡེ་པ་ཀུན་གྱི་དཔོན་པོ་ཡང་མི་འོང་ཕོ་སླ་བ་རེད། ཨ་ནི་དེ་གའི་མཇལ་འཕྲད་དང། དེ་མ་ཟད་པར་ང་ཚོ་མདོ་ཁ་ཁ་སྒྲུང་གི་བླ་མ་བསྟེན།

དེ་ཚོ་ནས་མ་ཤེས་ན་གང་བྱུང་མ་བྱུང་ལ་བསྡད་ཀྱི་དེ་ཅོག་ཙེ་ཆགས་ཡོང་གི་རེད། བྱས་ཙང་མ་གཞི་ལ་སྐད་ཆ་ཞིག་བཤད་ཚར་དུས་ཚང་མ་གི་ཀླད་པ་ནང་ལ་རྩ་གཅིག་མ་གཏོགས་མེད་པ་བྱེད་མ་འདུག་བོད་པ་མང་ཆེ་བ་གི་སྐད་ཆ་དེ་ཉན་ཤེས་མི་འདུག་དེ་རིང་ཡང་དེ་གཅིག་གི། བོད་ལྗོངས་གསོ་རིག་སློབ་གྲྭ་གྱི་སློབ་མ་ཞིབ་འཇུག་སློབ་མ་ཡིན་ཟེར་ཡ་གཅིག་གིས། ཡང་ཁོས་སྐད་ཆ་འཇལ་གི་མི་འདུག་བ། འདི་ཚོ་ལ་ཞིབ་འཇུག་སློབ་མ་ལ་དྭགས་ཀླད་པ་འདི་རེད་བོད་ཀྱི་ཀླད་པ་འདི་ཅན་ཡིན་ས་རེད་དུ་མ་རེད། ངའི་ལ་ཡ་དེ་ག་རེ་ལ་ཡ་རེད་ཟེར་ན། རྒྱལ་པོ་ཁྲི་སྲོང་ལྡེ་བཙན་ནས་རྒྱ་རྔ་པ་ཆེན་པོ་ཡན་ཆད་ཀྱི་བར་དེ་ལ། བོད་ཀྱི་ལོ་རྒྱུས་སྡེ་ཚན་གཅིག་གི་ནང་ལ་བོད་བཙན་པོའི་སྐབས་ལ་བོད་ཀྱི་བླ་ཆེན་ནང་ལ་གཡུ་ཐོག་ཟེར་ཡག་ཅིག། བླ་སྨན་གྱི་ནང་ལ་གཡུ་ཐོག་ཟེར་ཡག་ཅིག་ཡོད་པ་དེ་ལོ་རྒྱུས་སྡེ་ཚན་གཅིག་གི་ནང་ཡོད་པ་མ་རེད་ཟེར་ངེས་ལབ་ཡོད་རེད།

སྔོན་བཤད་གཟའ་སྐལ་ཅི་ཡང་དེ་ལ་བརྟེན་ནས་ད་མ་འོངས་པ་ལ་བོད་ཀྱི་བླ་མ་གྲྭ་པ་ཡིན་ན་འདྲ་ཡོན་ཏན་པ་ཡིན་ན་འདྲ་གང་དག་ན་སྐད་ཆ་ཉན་དུ་ཡག་པོ་ཅིག་ཉན། དཔེར་ན་ངའི་ད་རེས་ཀརྨ་པ། མི་ཆེ་རྡོ་རྗེ་དཔའ་བོ་གཙུག་ལག་འཕྲེང་བ་གིས་འབྲེལ་བ་དང་ཀརྨ་པ། འགྲོ་འདུལ་འཕྲིན་ལས་རྡོ་རྗེ་དང། དཔའ་བོ་གཙུག་ལག་སྒྲ་ཡངས་ཀྱི་ཨ་ནི་མཛད་འཕྲིན། དེ་ཚོ་གི་འགྲེལ་པར་དེ་ཚོ་གི་རྟེན་འབྲེལ་དེ་ཚོ་གི་ཆེ་བ་ཅིག་བཤད་འོང་དུས། ད་སློབ་མ་གཞན་དག་དང་བཤད་མི་འདུག་ཟེར་ད་གས་བྱེད་ཀྱི་ཡོད་རེད། སྐབས་སུ་བབ་པའི་རྗེས་ཆ་ག་རེ་ཡིན་ཉན་ཤེས་ཡོད་མ་རེད་ཧ་གོ་གི་ཡོད་མ་རེད་དེ་ཀླ་ཀློ་གྲྭ་ཀློ་འདི་ཚོ་ལ་ཡན་ཏན་ཡོད་ས་སྡོད་མ་རེད།